བྱིན་ཆུ་དག་ཡེ་བ་དུ་བའི་གང་ག་ཕྱིན་ཚར་བ་རེད། བྱིན་ཆུ་ཕོ་ལ་ཡར་ནང་གསེས་ཀྱི་ཡེ་བ་གར་གར་ཡིན་དགོས་རེད་མོ་ལ་གར་ཡིན་དགོས་རེད་མ་ནིང་ལ་གར་ཡིན་དགོས་རེད་དེ་ག་ཚང་མ་ཕྱིན་ཚར་ད། ད་ཚང་མ་ཕྱིན་ཚར་ནས་ག་ཚོད་བ་རེད་ཟེར་ན་ད་ང་ཚོ་འདི་རྒྱས་ད་ལྟ་ཡང་རྩ་ཚིག་འགྲེལ་བཤད་ཙམ་རེད་ད། ད་འདིའི་རྗེས་ལ་འདི་ཚར་སོང་ན་ཨ་ནི་ཡང་ནང་ཆོས་འདུག་གས་མང་དྲུག་རེད་རེད་རེད་ཅེས་འདི་དུས་གསལ་པོ་ཞུ་ཧ་གོ་དྲུག་རེད། འོང་ཡ། ད་དེ་རིགས་གར་འཇུག་རེད་ཟེར་ན། རྗེས་འཇུག་དོན་གྱི་འཇུག་ཚུལ། རྗེས་འཇུག་དོན་གྱི་འཇུག་ཚུལ་ལ་རྗེས་འཇུག་ཏུ་འཇུག་ནས་དོན་གར་སྟོན་གི་རེད། རྗེས་འཇུག་དོན་གྱི་འཇུག་ཚུལ་ཟེར་ཏེ། ད་དོན་དག་ཅིག་བསྒོར་བ་ད་ལས་ཀ་དེ་ཀེ་མོ་ཅིག་བྱས་ནས་དོན་དག་ཅིག་བསྒོར་བ། ད་རྗེས་འཇུག་ཏུ་ཞུགས་ནས་དོན་དག་གར་སྟོན་གི་རེད་འོ་དེ་མ་ཅིག་དྲུག་ཡིན། ད་དེ་སྲིད་ཞོག་དང་པོ་དེ་ལས་གར་འཇུག་ཐུབ་ཟེར་ན། གཉིས་པ། གཉིས་པ་དོན་ལ་གཉིས་ཡོད་པས་ད་རྗེས་འཇུག་དོན་གྱི་འཇུག་ཚུལ་དེ་ལ་ཡང་གཉིས་ཡོད་རེད། གཉིས་ཡོད་པས། སྔ་མ་གང་ལྟར་གྱུར་པ་ནི་སྔ་མ་སྟེ་དང་པོ་དེ་གཉིས་ཡོད་པས་ན་ནས་དང་པོ་དེ་གང་ལྟར་གྱུར་པ་ནི་ག་འདྲས་ཅིག་ཆགས་རེས་ལབ་ཡིན་ན། རྗེས་འཇུག་གང་ལ་ཞུགས་པ་ཡིས། རྗེས་འཇུག་ཞུགས་ཏེ་སའི་མིང་འདི་ཡིས་ཏེ། རྗེས་འཇུག་ཞུགས་ཏེ་སའི་མིང་འདི་ཡིས་རྗེས་འཇུག་ག་འདྲས་ཅིག་ལ་རྗེས་འཇུག་གར་ཞུགས་འདུག་ནས། མིང་འདིའི་བདག་གཞན་སོགས་གང་དོན་མིང་འདི་ཡིས་ད་དོན་དག་འདི་དོན་དག་སྟོན་དགོས་པ། བདག་སྟོན་གྱི་དོ། གཞན་སྟོན་གྱི་དོ། དུས་ན་ནས་དུས་འདས་པ་སྟོན་གྱི་དོ། མ་འོངས་པ་སྟོན་གྱི་དོ་དེས། མིང་དེའི་དག་ཞེན་སོགས་གང་སྟོན། ཕལ་ཆེར་མིང་དེའི་སྔོན་འཇུག་གི་ནུས་པར་སྦྱར་ནས་རྟོགས་པར་བྱ། མང་པོ་ཞུགས་ཀྱིས་ཕལ་ཆེ། མང་ཆེར་ཇི་ལྟ་མང་པོ་ཞུགས་ཀྱིས། ཇི་འཇུག་གོ་ཞུགས་ཏེ་ཟད་ཀྱི་མིང་གཞི་དེ་གའི་སྔོན་ལ་སྔོན་འཇུག་ཅིང་བསྐུར་བ། སྔོན་འཇུག་གི་ནུས་པ་ལ་བརྟེན་ནས་ནི་དག་དང་ཞེན་གསོལ་དུ་འགྲོ་སྟེ་གོ། དངོས་པོ་དཔེར་བརྗོད་ཕྱི་འཇུག་གཅིག་གཉིས་ཀྱི་ཁྲིད་དབུ་སྟེ་གཟིགས་བྱ།

ལྷས་བྱིན་མིང་འདི་སྔོན་འཇུག་གིས། ནུས་པར་སྦྱར་ནས་རྟོགས་པར་བྱ། ས་མིང་འདི་སྔོན་འཇུག་འདིར་བསྟན་ནས་ཧོ། མ་འོངས་པ་བྱ། གའུ་བདག་རི་མོ་དེ་ཀ་བརྡེག་བརྡེག་བྱ། མ་འོངས་པ་དུས་ཀྱི་ནང་ནས་དུས་མ་འོངས་པ་དང་བདག་གཞན་གཉིས་ནང་ནས་གཞན་ཆར་བརྡེག། དུས་མ་འོངས་པ་ཚང་མ་གཞན་གྱི་ཁུངས་དྲུག་རོ། ད་དོན་དག་གིས་དྲུག་གོ་རོ་དོན་དག་འདི། མ་འོངས་པ་དང་གཞན་སྟོན་ཡང་དེ་ག་རེའི་ནུས་པ་ལ་བརྟེན་དྲུག་དོ། དེ་སྔོན་འཇུག་འདིའི་ནུས་པ་ལ་བརྟེན་ནས། གའུ་སྒྲ་དྲི་མ་ཐད་ཀར་བསྟན། ད་དེ་ནང་བཞིན་གྱི། དོན་དག་རང་འཇགས་བྱས་དག་བྱས་འགྱུར་བ་གཅིག་པུར་མངོན་རྒྱུར་བསྟན། གའུ་སྒྲ་དྲིང་པོ་བརྡེག་ག་ས་བརྡེག་བརྡེག་ཅེས། ཀོ་བརྡེག་གི་འདུ་དག་སི་ཡ་སྐྱ་ཨ་དེ་འདུ་དག་སི་དུས་ད་ལྟ་བར་བསྟན། དུས་གསུམ་གྱི་ནང་ནས་དུས་ད་ལྟ་བ་དེ་མངོན་རྒྱུ་ཨ་དེ་ལ་བསྟན། དུས་གསུམ་གྱི་ནང་ནས་དུས་ད་ལྟ་བ་དང། དག་བྱས་གཉིས་ནང་ནས་དག་འགྲོ་གི་རེད། དུས་ད་ལྟ་བ་དེ་ག་དུས་ཡིན་ནའི་དག་ཁོང་དུ་འགྲོ་གི་ཡོད། ད་ཁོས་དོན་དག་གར་དོགས་དང་པོ་དེ་ལས། སྔོན་འཇུག་ག་དེ་ལ་བརྟེན་ནས་དོན་དག་དེ། གཞན་མ་འོངས་པ། གཞན་མ་འོངས་པའི་བྱ་བ་དང། ཨ་ནི། དུས་གསུམ་གྱི་ནང་ནས་དུས་མ་འོངས་པ་དང་བདག་གཞན་གཉིས་ནང་ནས་གཞན་དེ་དེ་སྔོན་འཇུག་དེ་ལ་བརྟེན་ནས་བྱུང་སོ། དེ་ནང་བཞིན་གྱི། དུས་གསུམ་གྱི་ནང་ནས་དུས་ད་ལྟ་བ་དང་བདག་གཞན་གཉིས་ནང་ནས་བདག་དོན་ཡང་དེ་ག་རེ་ལ་བརྟེན་ནས་བྱུང་སོ། སྔོན་འཇུག་ག་དེ་ལ་བརྟེན་ནས་བྱུང་སོ།

འཛིན་བྱེད་བཞིན་རོ། གཟུང་བ་བཞིན་ནོ། སྔོན་འཇུག་ག་དེ་ཀའི་ཁའུ་ཚ་ཤིང་བསྲུང་བ་སོགས་བསྲུང་བྱ་ཟབ་དོན་དང་སྔོན་འཇུག་ག་དེ་ཀའི་རྐྱེན་བྱས་ནས་ཁོ་མ་འོངས་པ་འཆར་ཏེ། དུས་གསུམ་གྱི་ནང་ནས་དུས་མ་འོངས་པ་དག་གཞན་ཉིད་ན་ནས་གཞན། གཞན་བྱ་བའི་ཡུལ་དུ་འགྱུར་བ་བསྲུང་བྱ་རླབས་སུ་ན། རོ། ད།

འདི་འདྲའི་ཟུར་གྱི་རེད། ཅེས་ཟེར་ཏེ་ང་འདི་འདྲའི་བཤད་རྒྱབ་སྐྱོར་རྐྱང་མིན་ད། རྗེས་འཇུག་དོན་གྱི་འཇུག་ཚུལ་དྲུག་བར་དག་ད་རེད། རྗེས་འཇུག་དོན་གྱི་འཇུག་ཚུལ་ནང་ནས། གཉིས་པ་དོན། གཉིས་པ་དོན་ལ། གཉིས་ཡོད་དེ། གཉིས་པ་དོན་གྱི་གཉིས་དེ་ག་རེ་རེད་ཟེར་ན་དང་པོ་དེ་ག་རེ་རེད་ཟེར་ན། དང་པོ་ཟེར་ན་སྔ་མ། སྔ་མ་གང་ལྟར་གྱུར་པ་ནི་དང་པོ་དེ་གཉིས་ཡོད་པའི་ནང་ནས་དང་པོ་དེ་ག་འདྲས་རེད་ཟེར་ན། རྗེས་འཇུག་གང་ལ་ཞུགས་པ་ཡིས། རྗེས་འཇུག་ཁོ་བ་ཞུགས་དུ་ནས། དེ་ལྟར་རྗེས་འཇུག་འདི་ན་ལ་ངར་ཞུགས་ཏེ་དོ། དེ་རྗེས་འཇུག་ན་ཞུགས་ཏེ་དོ། དེ་རྗེས་འཇུག་ངར་ཞུགས་ཏེ་དོ། རྗེས་འཇུག་གང་ལ་ཞུགས་པ་ཡིས་ཏེ། མིང་དེ་ཡིས་མིང་ཟིན་ན་མིང་གཞི་དེ་ཀྱིས་ཏེ། མིང་དེ་ཀྱིས། མིང་དེ་ཀྱིས་རྗེས་འཇུག་ཞུགས་ཏེ་ཟེར་མིང་དེ་ཀྱིས། མིང་དེའི་བདག་གཞན་སོགས་གང་དོན་དག་དང་གཞན་ག་རེ་སྟོན་གྱི་འདུག་ནས། ཕལ་ཆེར་མིང་དེའི་སྔོན་འཇུག་གི་ནུས་པར་འདོད་པར་བྱ། སྔོན་འཇུག་གི་ནུས་པ་ལ་བརྟེན་ནས། དུས་མང་པོར་དོ་བདེ་བར་དོ། དེ་གར་དོ་ད་དེ་ཤེས་པ་བྱེད་ཤོག། དཔེ་ཆ་བཞིན་དུ་འདུག་ཉེ་དེ་གཅིག་ཅིག། ཨོ། གདམ་བྱ། འདེམས་བྱེད། བདམས་སོ་སྟེ། སྔོན་འཇུག་ནུས་པ་ལྟོས་དང། ལྷའི་རྗེས་མིང་དེའི་སྔོན་འཇུག་གི་ནུས་པར་དུ་སྦྱར་ནས་རྟོགས་པར་བྱ། སྔོན་འཇུག་ནུས་པ་ལྟོས། སྔོན་འཇུག་ག་དེའི་ནུས་པར་བརྟེན་ནས་གའུ་བདམས་བ་དམ་བྱས་སོ། ང་མི་དེ། ང་ཚོ་སློབ་གྲྭ་པོ་ཀུན་ན་ནས་རྒྱན་དག་ཞིག་བདམས་གི་ཡིན་ད། ང་བདམས་གི་ཡིན་ད། ཡང་མིན་ན་ང་ལྕགས་ལ་འདི་བདམས་གི་ཡིན། ང་ཕི་ཁི་གོ་ང་ཕི་ཁི་བདམས་གི་ཡིན་ཟིག་དོ་འོ་དེ་བདམས་བྱ་མ་འོངས་པ། བདམས་བྱ་མ་འོངས་པ་དེ་ག་དེ་ལ་བརྟེན་ནས་བདམས་བྱ་མ་འོངས་པ་བྱས་སོ། ཨོ། དེ་བཞིན་བྱ་བའི་ཡུལ་ཆགས་སོ། མ་འོངས་པ་འདི་ག་དུས་ནས་བྱ་བའི། གར་ས། འདི་མ་འོངས་པ་འདི། དུས་གསུམ་ན་ནས་དུས་མ་འོངས་པ། བདག་གཞན་གཉིས་ན་ནས་གཞན་ཁོང་འགྲུབ། ད་ཨོ། དེ་ལ་བརྟེན་ཏེ་ཨོ་བདག་འདྲེན་པོ་ལྡེམ་མ་ལྡེམ་སྲིད་ཁོ་ལྡེམ་གྱི་འདུག། ཁོ་ལྡམ་བྱས་བསྡད་དེ་ཤཱས་ད་ལྟ་བྱ་ལ་ལྡམ། ལྡེམ་དང་ལྡེམ་བཞིན་པ་རེད་ཤཱས། དུས་ད་ལྟ། ཡིན་ན་ལ present སྲིད་དོ present། present། ཨོ་ད་ལྟ་རང།

དུས་གསུམ་ན་ནི་དུས་ད་ལྟ་བ། བདག་གཞན་གཉིས་ན་ནི་བདག་ཏུ་འགྱུར་རོ། འོ་ད་འདིའི་བཤད་མ་བྱེད་རོ་གྱིས་སུ་འོ་ད་འདིའི་ནང་ན་ཡང། གཞུག། མ་ཁོག་པ་གཞུག་འདི་གས་ཡོད་མར་ད་ཡིན་ནས་ཆ་ཚང་ང་འདི་འདྲས་གས་མར་ད་ཕལ་ཆེར་ཨེ་སྲིད། མང་པོ་གྱིས་སུ་འོ་འདི། སྔོན་འཇུག་གི་ནུས་པ་ལ་བརྟེན་ནས་ད་ནི་བདག་གཞན་དུས་གསུམ་དུ་འགྱུར་ད་སྟེ། ད་ལབ་སྐྱོར་ཅིག་བྱ་བ་ནི་བྱ་གིན་ད་ང། ད་རིང་ང་ཚོ་གར་འགྲོ་འོ་རེད། རྗེས་འཇུག་དོན་གྱི་འཇུག་ཚུལ། ད་རྗེས་འཇུག་དོན་གྱི་འཇུག་ཚུལ་དེ་ལ་གཉིས་ཡོད་རེད་ཟེར། གཉིས་པ་དོན་ལ་གཉིས་ཡོད་པས་དེ་གཉིས་པ་ཟེར་དེའི་དང་པོ་གཉིས་པ་ལ་དེ་ཁ་ཟིན་གང་ལ་ཡང་ང་ཚོས་གང་ཟེར། གར་ས། སྒྲ་ཡི་འཇུག་ཚུལ་ཕྱིན་པ་ཡིན་པ་ཞེས་འཇུག་གི། ད་ད་ལྟ་དོན་གྱི་འཇུག་ཚུལ་བ། གཉིས་པ་དོན་ལ་གཉིས་ཡོད་པས་ཟེར་གཉིས་ཡོད་རེད་ཟེར་གཉིས་དེ་ག་རེད་ཟེར་ན། གཉིས་པ། དོན་ལ་གཉིས་དེ་ག་རེད་ཟེར་ན། སྔ་མ་གང་ལྟར་འགྱུར་བ་རེད་ནི་ཟེར། དང་པོ་དེ་སུ་རེད་སྔ་མ་སུ་རེད་སྔ་མ།

ཕལ་ཆེར་མང་ཆེ་བ་མིང་དེའི་སྔོན་འཇུག་གིས་ཏེ་སྔོན་འཇུག་འདི་གའི་ནི། དུས་འདས་པ་དང་དུས་མང་པོ་དང་དུས་ད་ལྟ་བ་དང་དག་གཞན་ཉིད་ན་ནི་དག་དང་གཞན་གང་དག་ད་ཕལ་ཆེར་མིང་དེའི་སྔོན་འཇུག་གིས་ནུས་པར་སྦྱར་ནས་རྟོགས་པར་བྱ། སྔོན་འཇུག་གི་ནུས་པ་ལ་བརྟེན་ནས་ཧ་གོ་བར་བྱེད་ཞོ། རྟོགས་པར་བྱ་ཟེར་ན། you have to understand ཟེར་ཏེ། ཤེས་དགོས་རྟགས་ཟེར་ཏེ། རྟོགས་དགོས་རྟགས་ཟེར་ཏེ། འོ་ཐོ་བྱས་ནི་འདི། ད་རིག་རྒྱལ་པོ་ཚོས་འདི་ཤེས་པར་བྱེད་རོགས་ཞེས་ཐོ་བྱས།